ྋགོང་ས་མཆོག་གིས་གསར་འགྱུར་ལས་རིགས་དང་འབྲེལ་ནས་ཤེས་ཡོན་གོང་མཐོར་གཏོང་རྒྱུར་གལ་ཆེན་ཡིན་པའི་བཀའ་སློབ་སྩལ་བ། རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་ནང་བོད་མི་ཆིག་སྟོང་གྷན་ན་ཀྲར་གཞིས་སྤོས་ཀྱི་ལས་གཞི་མཇུག་སྒྲིལ་ལ་ཡོད་པ། ཐེ་ཝན་གྱི་རྒྱལ་ས་ཐེ་པེ་རུ་ལྷག་བསྐུལ་སྲུང་བརྩི་བྱས་ཡོད་པ། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བརྙན་འཕྲིན་ལས་རིམ་གཏོང་གི་ཡོད། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ཞེ་བཞི་བོད་ཟླ་དགུ་བའི་ཚེས་བཅུ་གཅིག་དང་སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་སྤྱི་ཟླ་བཅུ་བའི་ཚེས་སུམ་ཅུ་སོ་གཅིག་རིག་གཟའ་མིག་མི་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ས་གནས་གསར་འགོད་པ་ཚོར་ཟུར་དུ་མཇལ་ཁ་གནང་སྐབས་བཀའ་སློབ་གནང་འདུག་རྒྱ་གར་རྡ་རམ་ས་ལ་རུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ས་གནས་གསར་འགོད་པ་ཚོར་གསར་འགྱུར་ལས་རིགས་ཐད་ཟབ་སྦྱོང་སྤྲོད་བཞིན་པའི་སྐབས་དང་བསྟུན་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ས་གནས་གསར་འགོད་པ་ཚོར་ཟུར་དུ་མཇལ་ཁ་གནང་ནས་གསར་འགྱུར་ལས་རིགས་དང་འབྲེལ་ཡོད་ཤེས་རིག་གོང་འཕེལ་གཏོང་རྒྱུ་གལ་ཆེན་ཡིན་པའི་སྐོར་གྱི་བཀའ་སློབ་སྩལ་དོན། དྲུག་ཅུའི་ནང་ནས་ཨེ་ནི། ཅིག་ང་ཚོ་ཤི་བཞག་དེ་ཚོ་ཤི་ནའི་འགོ་ཚུགས་ཡག་ད་ཨེ་ནི། བོད་པའི་ལབ་གྲ་སུ་ཚུགས་ཚུགས་ཡག་དེ་འདྲི་བྱེད་ནི། དེ་དུས་ཡང་ང་ཅིག་དྲན་གི་ཡོད། ད་བོད་ནང་ལ་ང་ཚོས་དེ་བ་ཅིག་ག་འདྲ་བཙན་བྱོལ་བའི་མི་རྒྱུད་བཅས་ནས་ཅིག་ལས་ཀ་ག་འདྲ་བྱེད་ཀྱི་ཡོད་ད་བོད་ནང་ལོག་ལ་ཤན་ཡག་གི་ད་ཐབས་ཤེས་བྱུང་རོགས་བྱ་ན་བསམ།

འདི་བྱང་སེམས་ཆགས། དེ་མིན་སྒེར་སྡེམ་ཕོ་བྲང་བཅས་དྲ་རྒྱའི་ནང་གནས་ཚུལ་སྤེལ་བ་ལྟར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་དང་པའི་ཚེས་ལྔ་ནས་བདུན་ཉིན་གྲངས་གསུམ་རིང་གནས་མཆོག་རྡོ་རྗེ་གདན་དུ་ཆོས་ཀྱི་འཁོར་ལོ་བསྐོར་བའི་མདོ་དང། སི་ལུ་རྒྱང་པའི་རྟེན་འབྲེལ་གྱི་མདོའི་བཀའ་ཆད་གསན་གནང་མཛད་རྒྱུ་དང། སྤྱི་ཚེས་བཅུ་བཞི་ནས་བཅུ་དྲུག་ཉིན་གྲངས་གསུམ་རིང་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་བྱང་ཆུབ་སེམས་འགྲེལ་དང་རྒྱལ་སྲས་ཐོགས་མེད་ཀྱིས་མཛད་པའི་ལག་ལེན་སོ་བདུན་མའི་བཀའ་ཆའི་བཀའ་དྲིན་ཆེ་གནང་མཛད་རྒྱུའི་མཛད་འཆར་ཡོད་འདུག། རྒྱ་གར་གྱི་གཞུང་འཛིན་སྦི་ཇེ་ཕིའི་ཆབ་སྲིད་ཚོགས་པའི་ཡན་ལག་ཨར་ཨེས་ཨེས་ཞེས་པས་རྒྱ་གར་གྱི་སྲིད་འཛིན་ནར་ཨན་དར་མོ་དི་ཡི་གཞུང་ལ་བོད་རང་བཙན་ཡིན་པའི་དགེ་མཐུན་འདོན་རྒྱུའི་འཆར་གཞི་ཡོད་པའི་སྐོར་གྱི་གནས་ཚུལ་ཐོན་འདུག། ཟླ་བ་འདིའི་སྤྱི་ཚེས་སུམ་ཅུ་ཉིན The Telegraph ཞེས་པའི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བ་ལྟར་ན། རྒྱ་གར་གྱི RSS ཞེས་པའི་ལས་འགུལ་ཚོགས་པ། སིབ་བ་དེ་ཤི་རྒྱར་མན་ཆི་ཞེས་པས་གཞི་གཟའ་ཉི་མའི་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་རྒྱ་གར་ནང་རྒྱ་ནག་གི་དངོས་ཟོག་ཉོ་ཚོང་བཀག་འགོག་དང་རྒྱ་གར་གྱི་དངོས་ཟོག་གི་ཐོན་སྐྱེད་མང་དུ་གཏོང་དགོས་པའི་འབོད་སྐུལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་རྒྱུའི་ཐོག་བོད་མི་མང་ཞི་མཐུན་ཚོགས་གཙོ་གཞོན་པ Acharya ཡེ་ཤེས་ཕུན་ཚོགས་ལགས་གདན་ཞུ་གནང་ཡོད་པ་དང་ད་རུང་ཚོགས་པ་དེའི་ལས་འགུལ་སྐབས་སུ་བོད་རང་བཙན་གྱི་འབོད་སྒྲ་སྒྲོག་རྒྱུ་ཡིན་པའི་སྐོར་ཡང་གསུངས་ཡོད་པ་རེད། ལས་འགུལ་དེ་གོ་སྒྲིག་གནང་མཁན་བཀྲིས Ashwani Mahajan གྱིས་གོང་བརྗོད་གསར་སྤེལ་ཁང་ལ་ང་ཚོས་བོད་མི་མང་ཞི་མཐུན་ཚོགས་གཞོན་ལས་འགུལ་འདིའི་ཐོག་གདན་འདྲེན་བྱས་ཡོད་ལ། ད་ཐེངས་རྒྱ་ནག་གི་དངོས་ཟོག་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས་དང་བསྟུན་ནས་བོད་ལ་རང་བཙན་དགོས་པའི་དགེ་འདུན་ཡང་འདོན་རྒྱུ་ཡིན། ད་རུང་ང་ཚོས་རྒྱ་གར་གཞུང་ལ་ཡང་ཞིབ་ཕྲའི་དགེ་འདུན་ཁག་ཡིག་ཐོག་ནས་ཕུལ་ཏེ་རྒྱ་གར་གཞུང་གིས་བོད་རང་བཙན་གྱི་གནད་དོན་གླེང་སློང་དགོས་པའི་དགེ་འདུན་འདོན་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། ཡང་ཚོགས་པ་དེའི་མགོ་ཁྲིད་གཞན་ཞིག་གིས་ཀྱང་རྒྱ་ནག་གི་ཕྱོགས་ནས་རྒྱ་གར་གྱི་ཐོག་ལ་རྒྱལ་གཅེས་རིང་ལུགས་དང་བཙན་འཛུལ་གྱི་བྱ་སྤྱོད་སྤེལ་བཞིན་པ་དེ་རིགས་ནི་བོད་རྒྱ་ནག་གི་བཙན་བཟུང་ཞུ་ཡུལ་རྒྱུད་ནས་བྱུང་ཡོད་སྟབས། རྒྱ་གར་ཕྱོགས་ནས་ངེས་པར་དུ་བོད་རང་བཙན་གྱི་ལས་དོན་སྤེལ་དགོས་པ་དང་བོད་རང་བཙན་ཐོབ་རྒྱུ་དེ་རྒྱ་གར་གྱི་ས་མཚམས་བདེ་འཇགས་ཀྱི་དཀའ་ངལ་སེལ་བའི་ཐབས་ལམ་ཁོ་ན་དེ་ཡིན་པའི་སྐོར་སོགས་གསུངས་ཡོད་པ་རེད། རྒྱ་ནག་གི་འགོ་ཁྲིད་གསར་བ་ཚོས་བོད་དོན་ཐོག་འཛིན་པའི་སྲིད་བྱུས་ལ་འགྱུར་བ་འགྲོ་མིན་ཐད་སྒྲོན་སྐུ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསལ་གཟིགས་གནང་རོགས་ཞུ། རྒྱ་ནག་དམར་ཤོག་ཚོགས་པའི་ཚོགས་ཆེན་བཅུ་དགུ་པ་མཇུག་སྒྲིལ་བྱུང་བའི་རྗེས། སྤྱི་ཚེས་ཉི་ཤུ་ལྔ་ཉིན། རྒྱ་ནག་ཆབ་སྲིད་ལྷན་ཁང་གི་རྒྱུན་ལས་མི་སྣ་བདུན་པོ་དངོས་སུ་གཏན་འཁེལ་བྱུང་ཡོད། ཞི་ཅིན་ཕིང་གིས་གཏམ་བཤད་སྤེལ་བའི་ནང། ཅན་ཧྲི་ཡིས་རེན་མིན་ཝེ་ཀྲུང་ཤིན་ཏེ་ཧྥ་རན་སི་ཞང་ནུང་ལི་ཀྲ་ཧའོ་པའོ་ཀྲང་ཧེ་ཀའེ་ཧྲན་མིན་ཧྲེང། ཞི་ཅིན་ཕིང་གིས་འགོ་ཁྲིད་པའི་རྒྱ་ནག་གི་དཔོན་རིགས་དཔུང་ཁག་གསར་པས་བོད་ཐོག་འཛིན་པའི་སྲིད་བྱུས་ཐད་དམིགས་བསལ་འགྱུར་བ་ཆེན་པོ་འགྲོ་རྒྱུ་མིན་པར་གནད་དོན་ཡིད་ཆེས་པ་སངས་རྒྱས་སྐྱབས་ལགས་ནས་ངོས་འཛིན་གནང་གི་འདུག། རྒྱ་ནག་དམར་ཤོག་ཚོགས་པ་གི་མཐའ་མཇུག་གི་དམིགས་ཡུལ་དེ་བོད་ཧྥུ་རུ་ཅི་གྲངས་ཉུང་མི་རིགས་དེ་ཚོ་ཅིག་ག་ལེ་ཅིག་ཐུམ་འགྲོ་ཡ་རྒྱ་མའི་འགྱུར་བ་དང་མི་རིགས་ཀྱི་ལྟ་བ་དང་མི་རིགས་ཟེར་ཡ་འདི་ག་ལེ་ཉམས་དགོས་ཡ་དེ་ཁོ་རང་ཚོ་གི་མ་འོངས་བའི་མེ་ཡ་བཟོ་ཡ་དེ་དམིགས་ཡུལ་མཐའ་མ་དེ་རེད་དེ་འདི་གང་ལ་གྲངས་ཉུང་མི་རིགས་དང་བོད་ཀྱི་གང་ལ་གཞི་རྩ་གི་སྲིད་བྱུས་དེ་ལ་འགྱུར་བ་མ་འགྲོ་ཡི་གང་ལ་བོད་ཀྱི་ཐོག་ལ་འཛིན་ཡ་སྲིད་བྱུས་དེ་གུས་ཡོང་རེ་འགྲོ་མི་སྲིད་པ་ཅིག་རེད། ད་རེས་རྒྱ་ནག་ཆབ་སྲིད་ལྷན་ཁང་གི་རྒྱུན་ལས་དུམ་བུའི་ནང་ཀྲའོ་ལགས་ཀྱིས་ནི། བོད་ཀྱི་མདོ་སྨད་ཁུལ་དུ་ལོ་མང་བསྡད་མྱོང་ཡོད་མཁན་ཞིག་ཆགས་ཀྱི་ཡོད་ན་ཡང། བོད་ཀྱི་ཐོག་དོ་སྣང་དེ་ཙམ་མེད་པའི་སྐོར་ལ་སྒྲོལ་མ་སྐྱབས་ལགས་ནས་ངོ་སྤྲོད་གནང་གི་འདུག། ཀྲའོ་ལགས་ཀྱིས་ཟེར་ན་ཇི་ས་ནས་ཡང་མདོ་སི་ལང་རེད། ཡིན་ན་ཡང་ཁོ་རང་ཐམས་ཅད་བོད་རིགས་ཧྲན་ཤིས་རིང་ལ་ཁུར་འདུག་ཧྲན་ཤིས་རིང་ལ་ཁུར་འདུག་དེ་ད་ཆོས་ཞི་ཅིན་ཕིན་དང་ཉེ་ས་འདྲ་བོ་བརྗོད་ཀྱི་འདུག་དེའི་རྒྱུ་མཚན་གྱི་ཁོ་རང་ལ་བོད་ལ་དེ་འདྲ་ཁ་ཞེ་མང་པོ་ཡོད་ས་མ་རེད། ཡང་སངས་རྒྱས་སྐྱབས་ལགས་ནས་མུ་མཐུད་གསུངས་པར། རྒྱ་མིའི་གྱི་བོད་རིགས་དེ་ཚོ་བོད་པ་ལ་རྒྱུས་ཡོད་ཡ་ལ་ང་ཚོ་ཕྱོགས་གཉིས་ནས་བསམ་བློ་གཏོང་དགོས་རེད་བསམ་གྱི་འདུག་ཕྱོགས་གཅིག་ནས་བོད་པ་ལ་རྒྱུས་ཡོད་ན་བོད་མི་རིགས་ལ་ཁ་གཏད་གཅོག་ཡ་གི་ཡོད་ཉམས་མྱོང་ཡང་དེ་ལས་མང་བ་ཡོད་པ་དེ་འདྲ་གཅིག་རེད་ཕྱོགས་གཅིག་ནས་ད་ཁོ་རང་གི་ཡང་བོད་ཡོད་ཀྱང་ཞི་ཅིན་ཕིང་གི་མངའ་འོག་ནས་ད་ཁོ་རང་ཚོ་མི་འདུམ་འདྲེ་ཡིན་ན་ཞི་ཅིན་ཕིང་གི་ད་འདས་བའི་ལོ་ལྔ་ལ་ད་དེ་གང་ལ་ཁོ་རང་གི་ལས་ཀ་བྱེད་སྟངས་དེ་ད་ཡང་དེ་གང་ལ་ཁོ་རང་ཧ་ཅང་གི། འདི་ལྟ་བ་དྲག་པོ་དང། སྐད་ཡངས་པོ་མེད་པ་ལྷག་པར་དུ་བོད་གངས་ལ་གཟི་བརྗིད་དྲག་པོ་མཛད་མཁན་དེ་འདྲ་ཞིག་རེད། ཡིན་དུས་ཀྱང་ལ་དྭགས་གྲོགས་ཁོ་རང་གཅིག་པུ་གིས་ཅིག་བོད་ཀྱི་གངས་ལ་འགྱུར་བ་འགྲོ་ཡ་དང་དེ་འདྲ་གི་རེ་བ་ཆེན་པོ་ང་སྒེར་གྱི་སྒོ་ནས་བྱུང་གི་མེད་ལ། ཞི་ཅིན་ཕིང་གི་ལས་ཡུན་གཉིས་པའི་མ་འོངས་པའི་ལོ་ལྔའི་ནང་བོད་ཀྱི་དཀའ་རྙོག་སེལ་རྒྱུའི་ཐོག་སངས་རྒྱས་སྐྱབས་ལགས་ནས་ངོས་འཛིན་གནང་བར། རྒྱ་ནག་དམར་ཤོག་གི་གཞུང་ལ་མཚོན་དུས་དགོན་ལ་བོད་དོན་དེ་ཡིས་རྒྱ་ནག་དམར་ཤོག་གི་དབང་ཆ་ཟིན་ཡ་རྒྱ་ནག་རྒྱལ་ཡོངས་ལ་དབང་སྒྱུར་བྱེད་ཡ་ལ་ག་ངེས་བྱེད་དགོས་པ་མ་རེད་བྱས་ཙང་རྒྱ་ནག་གཞུང་གི་གནད་དོན་ཐུགས་ཀྱི་གཅོད་དགོས་ཡ་བང་རིམ་དེ་དུས་གང་ལ་བང་རིམ་དང་པོ་དང་གཉིས་བ་དེ་ཚོ་ལྷད་ཡ་དེ་དུས་ཁག་པོ་འདྲ་བོ་བྱེད་དགོས་པ་རེད་དེ་དུས་གང་ལ་ཐུགས་ཀྱི་གཅོད་དགོས་ཡ་བོད་ཀྱི་གནད་དོན་དེ་ཡོད་པ་དང་གཞུང་འབྲེལ་གྱི་ངེས་ནས་ངེས་ལེན་བྱེད་དགོས་པ་མ་རེད་བོད་ཀྱི་གནད་དོན་ཟེར་ཡ་ཐུགས་ཀྱི་གཅད་ཚར་ཡིན། ཨ་ནི་ད་ལྟ་ལྷག་བསྡད་ཡོད་དེ་ཏཱ་ལའི་བླ་མ་སྒེར་དགོས་མེད་དོན་ཡིན་དེ་ནི་རྒྱ་ནག་གཞུང་གི་འགྲེལ་བཤད་ཀྱི་སྐོར་རེད་ཡིན་ནའང་དོན་དངོས་ཀྱི་སྤོ་ན་ག་ངེས་ཀྱི་ཁྲེལ་བསྡད་ཡོད་དེ་ལ་མ་ཞུ་གཞུང་ལ་མཚོན་ན་དོན་དག་དང་པོ་དེ་ཆགས་ཀྱི་མེད་ཙང་ཨ་འདི་ག་དེ་ན་ཁོ་ཚོ་ཕར་བྱུང་བྱས་བསྡད་ཡོད་དེ་འདྲ་ནི་ཐོན་ཆེད་ངས་མཐོང་བསྡད་ཀྱི་འདུག་ལགས། ཡང་བོད་ཀྱི་དཀའ་རྙོག་སེལ་རྒྱུའི་ཐབས་ལམ་སྣ་ཚོགས་ཡོད་པའི་ཁོངས་ནས་བོད་པའི་མང་ཚོགས་ནས་ཀྱང་ཁྲིམས་ནང་ཡོད་པའི་ཐོབ་ཐང་རྩོད་རྒྱུ་འདི་གལ་ཆེན་པོ་ཡིན་པ་སྒྲོལ་མ་སྐྱབས་ལགས་ནས་གསུང་གི་འདུག། ད་ང་རང་གི་ལྟ་ཚུལ་ཡིན་ན་བོད་དོན་གྱི་ཐག་གཅོད་དགོས་ན་གནད་དོན་ཡོད་མེད་ང་མང་ཚོགས་ཀྱི་ངོས་ནས་དུའོ་ང་ཚོ་ལ་གནད་དོན་འདི་ཡོད་ཅེས་མུ་མཐུད་ནས་ཡར་ཡར་སྲིད་ཀྱི་ཡ་དང་ལས་འགན་ཐ་ན་སྣ་ཚོགས་ཀྱི་འདི་དག་དང་ང་ཚོའི་གོ་ལ་དེ་འདི་ནས་འགྲིག་གི་མི་འདུག་དེ་ནས་འགྲིག་གི་མི་འདུག་ང་ཚོའི་ཐོབ་ཐང་འདི་དགོས་དེ་དགོས་ཞེས་མང་ཚོགས་ཀྱི་ངོས་ནས་མུ་མཐུད་ནས་ཀྱི་ཡར་སྲིད་བྱས་ནས་ཀྱི་བརྩོན་ལེན་བྱས་ཡ་མ་གཏོགས་ཀྱི་སྲིད་གཞུང་དང་ཏང་དང་སྲིད་གཞུང་དང་ཀྱི་འགོ་ཁྲིད་ཀྱི་གོ་ལ་ཀྱི་ཐོབ་ཐང་དེ་བ་རྣམས་ནི་རྒྱན་ཡག་གི་རྩེ་ནས་རིགས་གཏེར་ཅི་ནས་བལྟས་ན་འགྲིག་གི་མི་འདུག་ང་རང་ཚོ་རང་ཉིད་ནས་རང་འགུལ་སྐྱོད་མང་པོ་བྱེད་དགོས་འདུག། བོད་ཀྱི་ས་ཁུལ་ཚུད་པའི་ས་གནས་མང་པོར་རྒྱ་ནག་གཞུང་གིས་དམ་དྲག་ཆེན་པོ་བྱས་པའི་ཁྲོད་ནས་ཚོགས་པའི་དམར་ཤོག་ཚོགས་པའི་ཚོགས་ཆེན་བཅུ་དགུ་པ་འདི་ད་ཐེངས་མཇུག་སྒྲིལ་བྱུང་ཡོད། ཚོགས་འདུའི་ཐོག་ནས་ཞི་ཅིན་ཕིང་གིས་དབང་ཆ་གཅིག་སྡུད་ཀྱི་རྣམ་པ་ཞིག་མངོན་པ་ལས་དམིགས་བསལ་འགྱུར་བ་གསར་པ་མེད་པ་སངས་རྒྱས་ལགས་ནས་ངོས་འཛིན་གནང་གི་འདུག། མཐའ་མཇུག་ཞི་ཅིན་ཕིང་གི་དབང་ཆ་དེ་རྦད་དེ་ད་ལྟ་རྒྱ་ནག་ནང་ལོགས་ནས་ད་ལྟའི་དབང་ཆ་ཆ་ཚང་ཁོ་རང་གི་ཁྲིག་སྡུད་བྱས་ནས་ད་ཁོ་རང་གི་དམིགས་ཡུལ་ངོ་མ་འཆར་གཞི་ལུགས་ངག་ནང་ལ་འཆར་གཞི་གང་ཡག་ནང་བཞིན་ཁོ་རང་གི་དབང་ཆ་ཚང་མ་སིམ་ཐུ་ཡག་དེ་འདྲ་ཅིག་ཆགས་ཡོད་པ་དང་ཁོ་རང་གི་བསམ་བློ་དང་ཁོ་རང་གི་འདོད་པ་ནང་བཞིན་ཁོ་རང་གི་བསམ་བློ་དེ་ཡག་ད་ཏང་གི་སྒྲིག་ཡིག་ནང་ལ་གོ་ཡག་དང་ཨ་དེ་ཚོ་ཁོ་རང་གི་མིས་གོ་སྒྲིག་བྱས་ཐུ་ཡག་དེ་ཚོ་བྱུང་ཡོད་དེ་མ་གཏོགས་གང་ཚང་ཡག་གི་དེ་འདྲ་དུ་དམིགས་བསལ་མཐོང་ཡག་མི་འདུག་ལ། གོང་ཞུས་ཀྱི་གནས་ཚུལ་ཁག་ནོར་ཏི་ལགས་དང་སྒྲོལ་དཀར་གྱིས་ཕྱུག་འདུས་ཞུས་པ་ཡིན། ད་ཞུ་ནས་ཨ་རིའི་སྲིད་འཛིན་ཁྲོམ་ཕུ་ནས་རྒྱ་ནག་ལ་གཟིགས་སྐོར་དུ་ཕེབས་གྲབས་སྐབས་སུ་ཨ་རིའི་སན་ཧྥི་རན་སིས་ཁོ་ནང་ཡོད་པའི་ཤང་ཁ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པ་གི་ངོས་ནས་ཨ་རིའི་སྲིད་འཛིན་ལ་འབོད་སྐུལ་ཞུ་ཡིག་ཅིག་ཕུལ་ཡོད་པའི་སྐོར། འདི་གའི་ཨ་རིའི་ནུབ་རྒྱུད་ཀྱི་གསར་འགོད་པ་བཀྲ་ཤིས་དབང་ཕྱུག་ལགས་ནས་གནས་ཚུལ་གཏོང་གི་རེད།
བྱང་ཀེ་ལི་ཧྥོ་ནེ་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་ཨ་རིའི་སྲིད་འཛིན་མཆོག་དང་དེ་བཞིན་ཕྱི་སྲིད་བློན་ཆེན་རྣམ་གཉིས་ཀྱི་མཚན་འཁོད་ཕྱག་རིས་ཤིག་ཕུལ་གནང་སྟེ་བོད་ནང་དུ་འགྲོ་བ་མི་ཡོད་ཐོབ་ཐང་བརྡལ་བཤིག་གཏོང་མཚམས་བཞག་དགོས་པ་དང ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་ཚབ་ལྷན་དུ་རྒྱ་ནག་གཞུང་གི་གྲོས་མོལ་བསྐྱར་གསོ་བྱེད་དགོས་པ་དེ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་ནང་དུ་ཆིབས་བསྒྱུར་གནང་འཇུག་དགོས་པ་སོགས་ཀྱི་དོན་ཚན་ཁག་གསུམ་དགོས་འདུན་བཀོད་གནང་སྟེ་ཞུ་སྙན་ཞིག་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་ལྔ་ཉིན་འབུལ་ལམ་ཞུས་གནང་འདུག་དེའི་སྐོར་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་རང་གྲོལ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པར་འགྲེལ་བརྗོད་གནང་ཡག་ལགས། རེད་ད། དེ་འདྲ་སྤྱི་ཟླ་བདུན་པའི་སྤྱི་ཟླ་བཅུ་གཅིག་གི་ཚེས་པ་བརྒྱད་ལ་ཡང་ང་རང་ཚོའི་ཨ་རིག་གི་སྲིད་འཛིན Donald Trump དང་ཕྱི་དྲིལ་དྲུང་ཆེ་དོན་དག་ཕྱི་སྲིད་དྲུང་ཆེ Rex Tillerson རྣམ་པ་གཉིས་ཐུག་སོང་རྒྱ་ནག་ལ་ཡང་ཆབ་ཡུལ་གྱང་གོ་རེ་གཞུང་འབྲེལ་གྱི་ད་འདི་སྐབས་ལ་ཡང་ང་རང་ཚོ་གི་ད་ཚོགས་པའི་གི་ཚབ་བྱེད་ཆེད་ཕྱག་བྲིས་གཙོ་བོ་འདི་ག་རེ་ཕུལ་རེ་ཞུས་པས་ན་ང་རང་ཚོའི་ད་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དེ་ཉི་མ་ནས་ཉི་མ་དུས་སུ་ཇེ་སྡུག་ཏུ་འགྲོ་གི་ཡོད་པ་དང་ལྷག་པར་དུ་བོད་ཟླ་གཅིག་ཕྱི་ལོ་ཉིས་སྟོང་དགུ་ནས་བཟུང་ཕྱི་ད་ལྟ་བར་དུ་མི་བརྒྱ་དང་ལྔ་བཅུ་ལྷག་ཙམ་ཞིག་བོད་མི་བརྒྱ་དང་ལྔ་བཅུ་ལྷག་ཙམ་ཞིག་སྐུ་ལུས་མེར་བསྲེགས་བཏང་བ་དེ་དེའི་ཐོག་ལ་ཡང་དང་ངེས་པར་དུ་ཕ་གི་རྒྱ་ནག་གི་སྲིད་འཛིན་གཙོས་བོད་ཀྱི་གཞུང་འབྲེལ་གྱི་མི་སྣ་ཚོ་ལ་ཡང་གཅིག་ནན་ཏན་ཐོག་ནས་གསུང་བ་ཡང་གཅིག་དང། དེ་ནས་ནས་ད་སྐྱབས་མགོན་རིན་པོ་ཆེའི་སྐུ་ཚབ་དང་ང་རང་ཚོའི་རྒྱ་ནག་གཞུང་གི་སྐུ་ཚབ་རྣམ་པ་གཉིས་གཅིག་གྲོས་མོལ་དེ། བསྐྱར་གསོ་དང་གང་བསྐྱར་གསོ། གང་མགྱོགས་མགྱོགས་ཀྱིས་ཡོང་བའི་གི་རེ་བ་དང། གསུམ་པ་དེ་ལ་ཡང་ལྟ་གཙོ་བོ་དེ་གཅིག་འདི་ཆེད་ཆགས་དེ་བར་སྐྱ་མུར་མུར་ཆེད་ད་ལྟ་བོད་ལ་ཡང་དེ་འདྲའི། གང་མགྱོགས་མགྱོགས་ཀྱིས་དེ་འདྲའི་ཞུ་འདོད་དེ་གལ་ཆེན་པོ་ཆགས་བསྡད་ཀྱི་འདུག་ཞེས། ཞུ་ཡས་གཅིག་དང་འབུལ་རྒྱུ་ཡང་འདུག་ནན་ཏན་ཞུ་དགོས་རེད་གང་ལ་ཞུ་བས་ན། སྐྱ་མུར་མུར་ཅིག་གིས་ང་རང་ཚོ་བོད་ཀྱི་བླ་ན་མེད་པའི་དབུ་སྟེགས་ཅིག། ཙམ་དུ་མ་ཟད་པའི་རྒྱ་ནག་ནང་ལ་ཡང་ནང་པའི་ཆོས་ལྷག་པར་དུ་བོད་པའི་གི་ནང་ཆོས་ཀྱི་སྲུང་འཛིན་གནང་མཁན་ནང་ནང་པ་མང་པོ་ཞིག་ས་ཡ་མང་པོ་ཞིག་ཡོད་འདུག་པ་ཆགས་འདུག་པ་རེད། འདི་ཡོད་དུས་ཁོ་རང་ཚོ་ལ་ཡང་བསྟེན་ནས་ཐུགས་ཕན་ཆེན་པོ་ཅིག་དང་དགེ་མཚན་ཆེན་པོ་ཅིག་ཡོད་པའི་ཐོག་ནས་སྐྱབས་མགོན་རིན་པོ་ཆེ་བོད་ལ་ཡང་ངེས་པར་དུ་གདན་འདྲེན་ཞུ་དང་བོད་མི་ཚོ་ད་སྤྱི་ལོ་བཅུ་དང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བཟུང་ཞིང་ད་ལྟ་བར་དུ་རེ་བ་ཆེ་ཤོས་དང། སུ་སྐྱ་ཅིག་སྟབས་མ་ཤི་གོང་ལ་ཡང་རེ་བ་ཆེ་ཤོས་དེ་སྐྱ་མོ་རང་བཞིན་བོད་ལ་ཡང་གང་ཐུབ་ཐུབ་ཅིག་གདན་འདྲེན་ཞུ་ཐུབ་ན་བསམ་པ་བྱས་ཀྱི་རེ་བ་ཅིག་དེ་བཅངས་ནས་དལ་དེ་གི་འོས་དུས་བོད་ལ་ཡང་གང་མགྱོགས་ཅིག་གདན་འདྲེན་ཞུ་ཐུབ་པས་ན་གང་ཅིའི་ཐོག་ནས་བོད་དང་རྒྱ་གཉིས་ཀ་ལ་ཡང་དགེ་མཚན་ཅིག་འདུག་བསམ་པ་ཅིག་ཐོག་ནས་ང་ཚོ་དུས་འདི་ནང་ལ་ཡང་ཕྱག་བྲིས་འདི་ནང་གནད་དོན་གཅིག་གཙོ་བོ་གཅིག་འདི་ཆགས་འདུག་རེ་ཞུ་ཡོད་ད་གནད་དོན་གསུམ་གི་ཐོག་ལ་འདུག་ཕྱག་བྲིས་ཕུལ་བའི་རེ་ཞུ་ཡིན། སྤྱིར་ད་རེས་ཨ་མི་རི་ཀའི་སྲིད་འཛིན Donald Trump མཆོག་རྒྱ་ནག་ཏུ་ཕེབས་བཞུགས་གནང་རྒྱུ་དེ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ལོ་ལྔ་ཚན་གཉིས་པའི་དབང་ཆ་བསྐྱར་བཞེས་གནང་པའི་རྗེས་སུ་འཛམ་གླིང་གི་མཐོ་གྲས་དཔོན་རིགས་དང་མཇལ་འཕྲད་གནང་བ་ཐོག་མའི་གྲས་ཤིག་ཆགས་ཀྱི་ཡོད་པར་ཨ་རིའི་སྲིད་འཛིན་གྱི་རྒྱ་ནག་འཚམས་གཟིགས་དེ་བཞིན་ཆབ་སྲིད་ཀྱི་དོན་སྙིང་ཞིག་ཏུ་ཡང་འགྱུར་རྒྱུ་ཡིན་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཨ་རི་ནུབ་རྒྱུད་གསར་འགོད་པ Tracy Wang མཇུག་གི་ཉིན་དུ་ཞུགས་ཡོད། བཀྲ་ཤིས་གང་ཞིག་ལ་བཀའ་དྲིན་ཆེ། རྒྱ་གར་ཨར་ན་ཆིལ་དངར་སྡེའི་ནང་ཡོད་པའི་བོད་མི་གཞིས་ཆགས་ཁག་ཏུ་བོད་མི་ཆིག་སྟོང་གྷན་ན་ཀྲར་གཞིས་སྤེལ་གྱི་ལས་འགུལ་མཇུག་སྒྲིལ་ཡོད་པ་རེད། གྷན་ན་ཀྲའི་གཞུང་གིས་རྒྱ་གར་བྱང་ཤར་ཨར་ན་ཅིལ་དངར་སྡེ་ནས་བོད་མི་ཆིག་སྟོང་གྷན་ན་ཀྲར་གཞིས་སྤེལ་སུ་ལེན་རྒྱུའི་ལས་འཆར་གི་ཁོངས་ནས་ད་བར་བོད་མི་དགུ་བརྒྱ་རེ་སུམ་ཅུ་སོ་བརྒྱད་གྷན་ན་ཀྲར་གནས་སྤོ་བྱས་ཟིན་པ་དང། ཉེ་སྔོན་མི་གྲངས་བཅུ་གཉིས་ལ་ཡིག་ཆ་ཚང་མ་གྲ་སྒྲིག་ཟིན་ཏེ་ཉིན་ཤས་ནང་ཕེབས་རྒྱུ་ཡིན་པ་དང། དེ་བཞིན་མི་གྲངས་ཉི་ཤུ་རྩ་ལྔ་ལ་འཕྲོད་བསྟེན་རྟོག་དཔྱོད་གནང་བཞིན་ཡོད་པས་ཟླ་བ་ཁ་ཤས་ནང་ཁོང་ཚོ་ཚང་མ་ཕེབས་རྒྱུ་ཡིན་པས་དེ་ལྟར་འཐུས་ཚང་བྱུང་ཚེ་ཁེ་ན་ཀྲིའི་ནང་གཞས་སྤེལ་གནང་མཁན་བོད་མི་ཆིག་སྟོང་ཡོད་པའི་ཁོངས་ནས་མི་གྲངས་དགུ་བརྒྱ་རེ་བདུན་ཅུ་དོན་ལྔ་ཁེ་ན་ཀྲིར་གནས་སྤོར་བྱས་ཟིན་གི་ཡོད་སྟབས་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེ་ནས་བོད་མི་ཆིག་སྟོང་ཁེ་ན་ཀྲིའི་ནང་གཞིགས་སྤོ་གནང་རྒྱུའི་ལས་གཞི་དེ་ད་ལྟ་མཇུག་སྒྲིལ་བ་ལྟ་བུ་ཆགས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལྷན་ཁང་གི་དྲུང་འཕར་ཀརྨ་ཆོས་དབྱངས་ལགས་ཀྱིས་བོད་ཀྱི་དེབ་ལ་འགྲེལ་བརྗོད་གནང་འདུག་དེ་མིན་ཁ་ན་ཏྲའི་གཞུང་ཚབ་དང། གཞིས་སྤོ་ལས་གཞི་གི་འབྲེལ་ཡོད་ཚོས་ས་གནས་གཞན་ནས་བཟོས་པའི་སྐྱབས་བཅོལ་ལག་དེབ་ལ་ངེས་ལེན་བྱས་མེད་པའི་རྐྱེན་གྱིས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་དེ་ལྟར་སྐྱབས་བཅོལ་ལག་དེབ་དེར་ངོས་ལེན་ཡོང་བའི་འབར་བརྩོན་མུ་མཐུད་དུ་བྱེད་བཞིན་ཡོད་ཀྱང། ཁེ་ན་ཏྲ་གཞུང་གིས་དང་པོ་ནས་ངོས་ལེན་བྱས་མེད་སྟབས་རྗེས་སུ་ངོས་ལེན་ཐོབ་རྒྱུ་ཁག་པོ་ཡིན་པས་ད་ཆ། བོད་མི་མི་གྲངས་ཉི་ཤུ་རྩ་ལྔ་ཡོད་པ་དེ་རྣམས་ཁ་ན་ཏྲ་གཞུང་གི་མུ་མཐུད་དུ་ངོས་ལེན་མ་བྱས་པ་ཡིན་ན་ས་དམིགས་ཁ་སྐོང་བྱེད་རྒྱུར་གཙོ་བོ་ཁ་ན་ཏྲ་གཞུང་ལ་རག་ལས་ཡོད་པས་རིམ་བཞིན་ལས་གཞི་དེ་མཇུག་བསྒྲིལ་རྒྱུ་ཡིན་པ་རེད་ཅེས་སོགས་གནས་ཚུལ་རྣམས་བཀོད་འདུག་དེ་ནས་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྣམ་རྒྱལ་གྲྭ་ཚང་གི་ཐོབ་གྲྭའམ་རང་མིན་དབུ་འབྱེད་གནང་རྒྱུ་ཡིན་པའི་ཐད་འདི་གའི་གསར་འགོད་པ་བློ་བཟང་ལགས་ཀྱིས་གནས་ཚུལ་དང་པོར་གསར་འཛུགས་གནང་རོགས་ཞུ།
གཤེན་ནོར་གོང་ས་ཤངས་སྒོ་ཆེན་པོ་མཆོག་ནས་རྒྱུ་སྐར་རྡ་རམ་ས་ལའི་ཉེ་འཁོར་དུ་གསར་འཛུགས་གནང་བའི་རྣམ་རྒྱལ་གྲྭ་ཚང་ལྷོ་སྙེ་ཁང་འདི་ཉིད་འདི་ལོའི་ཕྱི་ཟླ་བཅུ་གཅིག་པའི་ཕྱི་ཚེས་གཉིས་ཉིན་དབུ་འབྱེད་གནང་ཐེངས་ཁེལ་ཡོད་འདུག་པ་དང་དབུ་འབྱེད་ཀྱི་མཛད་སྒོའི་སྐུ་མགྲོན་གཙོ་བོ་གོང་ས་ཤངས་སྒོ་ཆེན་པོ་མཆོག་དང་རྒྱ་གར་ཤར་ཤུག་ཨ་རི་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་དང། དབུས་བོད་མིའི་སྒྲིག་འཛུགས་ཆོས་རིག་དང་ཤེས་རིག་བཀའ་བློན་ཚོས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ལས་བྱེད་སྣེ་མོ་བ་མང་པོ་ཞིག་ཕེབས་རྒྱུ་ཡིན་ལེ་རེད་འགའ། ཁོང་རྐྱང་བ་ཆེན་མོ་མཆོག་གི་ལམ་གྲོན་བཀའ་སློབ་གནང་ཞིག་ཅེས་བོད་ཁྱིམ་སློབ་གཉེར་ཁང་བཏང་བ་རེད་ད་སློབ་གཉེར་ཁང་ལ་བཏང་ནས་ཉིས་སྟོང་གསུམ་ནས་ཉིས་སྟོང་བཅུ་བདུན་བར་དུ་ལོ་བཅུ་བཞི་རེ་འགའ་སློབ་ཕྲུག་བརྒྱད་ཅུ་གྱ་བཞི་བཏང་བ་རེད་སློབ་ཕྲུག་བརྒྱད་ཅུ་གྱ་བཞིའི་ནང་ལོགས་ནས་ད་ཀོ་ཛི་འདྲ་རིན་བར་བྱས་ནས་ཨ་ནི་ཐོག་མའི་དམིགས་ཡུལ་ནང་བཞིན་ཆ་ཚང་ཚུལ་གྲྭ་ཚང་ལ་ཡང་ལོག་མ་ཐུབ་པ་དང་སོ་སོའི་སྡོད་པ་ནང་བཞིན་བྱས་ཡང་བསླབ་གྲྭ་གཞན་ལ་ཡང་ཕྱིན་ནས་གང་ལྟར་དེ་འདྲས་ཀྱི་གནད་འགག་ཐུབ་པ་ཡིན་ཙང་གྲྭ་ཚང་གི་མ་འོངས་པའི་མི་སྣ་གསོ་སྐྱོང་བྱེད་དགོས་པའི་གནད་འགག་ཆེན་པོ་ཆགས་པ་ཡིན་ཙང་གྲྭ་ཚང་རང་གིས་ཟུར་དུ་སློབ་གཉེར་ཁང་གཅིག་དང་དེ་ལས་ཡང་ང་ཚོ་གནའ་དེང་གཉིས་ཐར་གྱི་རྟགས་ཤེས་ཡོན་སློབ་ཆུང་འབྲེལ་སའི་བསྟི་གནས་གཅིག་དགོས་མཁོ་ཆེན་པོ་ཡོད་པ་ལ་བརྟེན་ནས་དེ་ལ་བརྟེན་ནས་གྲྭ་ཚང་གི་སློབ་གཉེར་ཁང་དེ་གསར་རྒྱག་བྱེད་པ་ཅིག་ཆགས་ཡོད་རེད། སློབ་གཉེར་ཁང་དེའི་ནང་བོད་དང་སོག་པོ་འབྲུག་ལ་དྭགས་བལ་ཡུལ་མོན་གྱི་རྒྱལ་ཁམས་འདྲ་མིན་ནི་ཆོན་ལྷོ་ཉེ་བ་གྲངས་བརྒྱ་དང་ཉི་ཤུ་རྩ་གསུམ་དང་དགེ་ལེགས་གྲངས་ཉི་ཤུ་རྩ་གཉིས་ཡོད་ལས་རེ་འགའ་ལྷུམ་མཚན་ཡང་བོད་ཀྱི་ཐུན་མིན་རིག་གནས་མདོ་སྔགས་གཉིས་ཆར་དང་དབྱིན་ཇི་ཨང་རྩིས་ཚན་རིག་གི་ཡོད་པ་མ་ཟད་རྣམ་གྲྭ་ཕན་བདེ་ལེགས་བཤད་གླིང་དེ་བཞིན་རྒྱ་མཆོག་ཀུན་ཕྲན་རིན་ཆོད་ཀྱི་ཐུན་མིན་གྱི་གྲྭ་ཚང་གཅིག་པུ་དེ་ཡིན་པ་བཅས་ལ་བརྟེན་ལྷོ་ཉེ་ཁང་འདི་ཡང་ཐུན་མིན་ཁྱད་ཆོས་ལྡན་པའི་གྲྭ་ཚང་ཞིག་ཆགས་རྒྱུ་ཡིན་ལས་རེ་འགའ། ད་ཐུན་མོང་དང་ཐུན་མོང་མ་ཡིན་པའི་ཕྱག་བཞེས་རེད་ལྷག་པར་དུ་རྒྱལ་བའི་སྐུ་ཕྱྭ་དང་ཨ་ནི་གསུང་ཞབས་ཀྱི་ཆོས་སྐུ། དེ་རྗེས་ཆ་ཚང་གཅིག་སྐུ་ཚེ་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནས་ཞབས་ཕྱི་ཞུ་དགོས་ཀྱི་ཡོད་པ་ཡིན་ཙང་དེ་ལ་བརྟེན་ནས་ང་ཚོ་སློབ་གཉེར་བཀྲས་མཆོག་དང་དེའི་རྗེས་ཀྱི་ཤེས་ཡོན་སློབ་ཚན་ཡན་ཆད་ནས་བྱེད་ཀྱི་ད་ང་ཚོ་སྤྱི་ཡོངས་ཆ་ནས་བྱས་པ་ན་ཐུན་མོང་མིན་པ་གཅིག་ཆགས་ཀྱི་ཡོད་རེད་དེ་དུས་གོང་ལ་ཞུ་བ་ན་གཞི་གཅིག་དེ་ང་ཚོ་རྒྱལ་མཆོག་ཀུན་གྲིབ་རིམ་བྱོན་གྱི་ད་ཐུན་མོང་མིན་པའི་གྲྭ་ཚང་གཅིག་ཡོད་པ་ཡིན་ཙང་དེའི་ཆ་ནས་ཐུན་མོང་མིན་པ་གཅིག་ཆགས་ཀྱི་ཡོད་རེད། ང་འདི་ལ་དེ་སློབ་ཚན་ཡག་པོ་བྱས་ནས་གྲྭ་ཚང་མང་བ་དེ་གྲྭ་ཚང་ཁོ་ན་ལ་ཞབས་ཞུ་ཡག་པོ་ཅིག་ཞུས། དེ་ནས་སློབ་གྲྭ་ཚང་རྣམས་ལ་ནི་ཨ་བྷ་ཏི་སི་ལ་ལ་སློབ་ཆེན་ཁག་ཡོད་ན་ཞིང་ནི་དེ་ལས་གཅིག་པ་གཅིག་ཡང་ཚང་མ་ཡོད་རེད།
ཤེལ་སྡོང་སློབ་གྲྭ་འདི་གྲྭ་ཚང་གི་མ་འོངས་པའི་མི་སྣ་གསོ་སྐྱོང་བྱ་ཕྱིར་དང་ལྷག་པར་དུ་ཧི་མ་ལ་ཡ་རི་རྒྱུད་དུ་བོད་པའི་ཆོས་དང་རིག་གཞུང་དར་སྤེལ་ཆེད་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་གསར་འཛུགས་གནང་བ་ཞིག་ཡིན་པ་དང་ད་ལྟའི་ཆར་སློབ་གཉེར་ཁང་འདི་ཧི་མ་ལ་ཡ་རི་རྒྱུད་གཙོས་རྒྱལ་ཁབ་དུ་མ་ནས་ཕེབས་པའི་སློབ་གཉེར་བ་གྲངས་བརྒྱ་དང་ཉི་ཤུ་རྩ་གསུམ་ཙམ་ཡོད་ལེ་རེད་འགལ། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནི། བློ་བཟང་ལགས་བཀའ་དྲིན་ཆེ་དེ་ནས་ཡང། ལྷ་སྤྱི་ཚོགས་ཞབས་ཞུ་ཚོགས་པའི་ཤེས་ཡོན་ལྟེ་གནས་ཀྱི་སྐད་ཡིག་འཛིན་གྲྭར་དེང་སང་བོད་མི་ལས་མི་རིགས་གཞན་པའི་ཁྲོད་དུ་ཡང་དོ་སྣང་བྱེད་མཁན་མང་དུ་འགྲོ་གི་ཡོད་པའི་ཐད། འདི་གའི་རྒྱ་གར་རྒྱལ་ས་ལྡེ་ལི་གི་གསར་འགོད་པ་སངས་རྒྱས་རྒྱ་མཚོ་ལགས་ཀྱི་གནས་ཚུལ་གཏང་གི་རེད།
ལྷག་སྤྱི་ཚོགས་ཞབས་ཞུ་ཚོགས་པའི་ཞེའུ་དེ་ནས་སྐད་ཡིག་འཛིན་གྲྭ་ལ་དེང་སང་འོ་མི་ལས་ལྷག་མི་རིགས་གཞན་པའི་ཁྲོད་དོ་སྣང་བྱེད་མཁན་མང་པོ་འདུག་གཞིས་སྒར་རྡ་རམ་ས་ལ་ཡོད་པའི་ལྷག་སྤྱི་ཚོགས་ཞབས་ཞུ་ཚོགས་པ་འདི་སྤྱི་ཚོགས་དང་ཞབས་ཞུ་སྣ་མང་ཞིག་སྒྲིལ་བཞིན་ཡོད་པའི་ཁྲོད་དུ་སྐད་ཡིག་འཛིན་གྲྭ་ནི་དེའི་ནང་གི་ཆ་ཤས་ཤིག་ཡིན་པ་དང་འཛིན་གྲྭ་ནང་དུ་གནས་རིམ་ཁག་བཞི་ལ་ཡི་གེ་དབྱིན་ཇི་དང་བོད་ཡིག་རྒྱ་ཡིག་ཧྥ་རན་ཇི་འཇར་མན་སྐད་ཡིག་སོགས་སློབ་ཁྲིད་གནང་ཞིང་བློ་བཟང་ཚེ་རིང་ལ་ཚོགས་པ་འདིའི་ལས་འཁྱུར་འགན་འཛིན་རེད་འདུག་སྙེ་མ་གྲོ་བོའི་ནི་མང་ཆེ་བསྒྲུབས། བོད་པ་རང་རེད། ར། བོད་ནི་བོད་ངན་དེ་འདྲི་རང་རེད། ད། དེ་ནི་ར་བོད་བོད་ངན་ཉུང་ཉུང་ཉུང་ཕྱིན་པའི་དབང་གིས་ད། ད་ལྟ་སྐབས་ལས་ནི་ཧི་མ་ལ་ཡའི་རི་བྱུག་ད་ནི་ཕ་ཡུལ་ཆེ་དྲུག་རྒྱག་པ་ཆེ་ནི། གོམ་པ་ཁ་ག་བ་ཁ་ས་ནི་ར་ལེགས་ཀྱི་རེད་ད། འཛིན་གྲྭ་སྤྱི་དང་ནི། འཚོ་ཡ་དེ་ག་འདྲི་རུ་བྱུང་ཡོད་ཟེར་ན་ནི་ད་བོད་ནི་ཚུ་ངན་མ་གཏོགས་ཡིན་ན་ར་ནི། རྒྱབ་སྐྱོར་ལ་མོ་མོ་ཕེབས་ཀྱི་ཡོད་རེད་ནི་ཁ་ཤི་སློབ་གྲྭ་ལ་ར་ད་འགྲོ་ཐུག་ཡོད་མ་རེད་ལོག་གི་རྐྱེན་པས་ར། ད་འདི་ནི་བཟུང་ནི་དེ།

ཁོ་ནང་ཚོས་ཀྱི་རེ་འདོད་ལ་ཡང་ངེད་ཀྱིས་གང་ཐུབ་ཐུབ་རོགས་རམ་དང་ཨ་ནི་དེ་ནས་བོད་མིའི་སྤྱི་ཚོགས་ལ་ཡང་ཕན་པའི་གྱི་རྒྱབ་སྐྱོར་བྱེད་འདོད་ཤུགས་ཆེན་པོ་ཡོད། དེ་ནས་འོག་ནས་ཡང་ཡང་ལུགས་བཟང་དོན་ལྡན་གྱི་ལྷ་ཡི་ཚོགས་པ་ནས་དབྱིན་ཇིའི་སྦྱང་ས་ཡག་པོ་ཡིན་པའི་སྐོར་ལ་བརྗོད་དོན། ད་ཆ་སྔོན་མ་ང་ཨ་ནི་དབྱིན་ཇི་སྦྱང་ཡག་གི་གོ་སྐབས་མ་རག་སོང་ཙང་ཨ་ནི་དུས་ལ་དབྱིན་ཇི་སྦྱང་ས་ཧ་ཅང་ཡག་པོ་ཡོད་པ་དང་ཨ་ནི་ང་ལྷག་གི་ཚོགས་པ་དེ་དུས་དབྱིན་ཇི་སྦྱང་ཡག་པོ་ཡོད་པ་དང་ཨ་ནི་ཁོ་ཚོ་དཔེ་མི་སྲིད། ཁ་ནས་འཆི་བ་དང་འདི་མ་སྲིད་པ། ཕྱིས་རྗེས་ཁོ་མི་ཚང་མ་དུས་དབྱིན་ཇི་དཔེ་མང་ལེ་བ་ཚང་འོ་སྲུང་ཚང་དུས་དབྱིན་ཇི་སྦྱང་ཁ་ལེ་བ་དེ་འདྲ་ཡིན། རེད་ད་དེང་སང་ཡིན་ན་ལྷ་ཡི་ཚོགས་པ་འཛིན་གྲྭ་གི་ནང་དང་བོ་རིགས་བཙན་མ་ཟད་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་དང་རྒྱའི་ཁུལ་གཞན་གྱི་མི་རིགས་མང་པོ་ཡིན་ཉམས་ཞིག་གནང་གི་ཡོད་སྐད། ཟས་འགོ་པ་སངས་རྒྱས་རྒྱ་མཚོ་དང་བོད་པ་སངས་རྒྱས་རྡོ་རྗེ་གཉིས་ཀྱི་ལྷ་ཡི་ཚོགས་པ་ནས། སངས་རྒྱས་རྒྱ་མཚོ་ལ་བཀའ་དྲིན་ཆེ། ཐའེ་ཝན་གྱི་རྒྱལ་ས་ཐའེ་པེ་རུ་ལྷག་སྐད་གྲོང་ཚོ་ཞིག་ཡོད་པ་རེད། ཐའེ་ཝན་གྱི་རྒྱལ་ས་ཐའེ་པེ་རུ་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་བཀོད་སྒྲིག་གནང་སྟེ་ཟླ་བ་འདིར་ལྷག་སྐད་གྲོང་ཚོ་ནང་སྐབས་ཐའེ་ཝན་སྐུ་ཚབ་དོན་གཅོད་ཟླ་བ་ཚེ་རིང་ལགས་ཀྱིས་བོད་ཀྱི་སྐད་ཡིག་གི་ལོ་རྒྱུས་སྐོར་གསུང་བཤད་གནང་བའི་ནང། བོད་ཀྱི་དཔལ་ཡོན་ནི་བོད་ཡིག་ཐོག་བསྟན་ཡོད་པ་རེད་གལ་ཏེ་བོད་ཡིག་མེད་པ་ཆགས་ན་བོད་ཀྱི་དཔལ་ཡོན་ཡང་རང་བཞིན་གྱིས་མེད་པ་ཆགས་ཀྱི་རེད་ལ། བོད་ཡིག་དེ་ཕན་ཚུན་སྐད་ཆ་གོ་བརྡ་འཕྲོད་བྱེད་ཙམ་དུ་ངོས་འཛིན་བྱས་པ་ཡིན་ན་ནོར་འཁྲུལ་རེད། ང་ཚོས་དུས་རྟག་ཏུ་བོད་ཡིག་སྲུང་སྐྱོབ་བྱེད་དགོས་པ་རེད་ཅེས་ཞུ་བཞིན་ཡོད་པའི་རྒྱུ་མཚན་ནི་བོད་ཀྱི་སྐད་ཡིག་ནང་གནས་པའི་བོད་ཀྱི་ཆོས་དང་རིག་གཞུང་དཔལ་ནཱ་ལེནྡྲ་ནས་བརྒྱུད་པའི་བོད་བརྒྱུད་ནང་བསྟན་གྱི་རིག་གཞུང་དེ་འཛམ་གླིང་ཐོག་ད་ཆ་བོད་ལ་གཅིག་པུ་མ་གཏོགས་མེད་པ་དེ་འགྲོ་བ་མིའི་རིག་གཞུང་གི་ཆ་ཤས་གལ་ཆེན་པོ་ཞིག་ཡིན་པ་དེ་སྲུང་སྐྱོབ་བྱེད་ཀྱི་ཡོད། གལ་ཏེ་བོད་ཀྱི་ཆོས་དང་རིག་གཞུང་ཆ་ཚང་བརླག་པ་དང་བོད་ཀྱི་སྐད་ཡིག་དེ་སྤྱིར་བཏང་གི་སྐད་ཡིག་དང་གཅིག་མཚུངས་ཆགས་པ་ཡིན་ན་བོད་ཀྱི་སྐད་ཡིག་དེར་དམིགས་བསལ་གྱི་རིན་ཐང་གང་ཡང་མེད་པ་ཆགས་ཀྱི་ཡོད་པ་རེད་ཅེས་སོགས་གསུངས་འདུག་དེ་བཞིན་ཡང་དུས་སྟོན་དེའི་སྐབས་སུ་ཐའེ་ཝན་གྲོས་ཚོགས་ཀྱི་འཐུས་མི་ལྕམ་ཡིའུ་མི་ནོ་གི་དྲུང་ཡིག་ལུའུ་ཡིན་ཁྲོན་རྣམས་བོད་དམག་ལ་ཤེས་རབ་བཟང་མོ་ནས་རང་ཉིད་ཀྱིས་སྤྱི་ལོ་ཉིས་སྟོང་དགུ་ནས་ད་བར་བོད་ཡིག་སྦྱང་བརྩོན་གནང་བའི་ཉམས་མྱོང་གི་སྐོར་དང་དབྱིག་སྦྱང་བའི་ཐབས་ལམ་དང་བརྒྱུད་རིམ་སོགས་ངོ་སྤྲོད་གནང་ཡོད་པ་རེད། དེ་མིན་སྐབས་དེའི་ལྷག་དཀའི་ཧྲང་སིའི་ལས་རིམ་ནང་གསུང་བཤད་གནང་མཁན་ཐེ་ཝན་མི་རིགས་ཡིན་པ་མི་གྲངས་སུམ་ཅུ་ལྷག་མཉམ་གཞུག་གྱིས་གསུང་བཤད་གནང་རྗེས། སྤྱིར་རྒྱ་ནག་གིས་བོད་ནང་བོད་མི་འཛིན་བཟུང་བྱེད་བཞིན་པའི་གནད་དོན་དང་དེ་བཞིན་བོད་ཀྱི་སྐད་ཡིག་སྲུང་སྐྱོབ་ཀྱི་གནད་དོན་སོགས་ཀྱི་སྐོར་གྱི་བཅར་འདྲིའི་ལས་རིམ་ཡང་གོ་སྒྲིག་གནང་ཡོད་འདུག་བོད་ཀྱི་ཕོ་གསར་དགྲ་འདུལ་ཁྲོད་ཉི་མ་ལགས་སུ་རྒྱལ་ཁ་ཐོབ་པའི་སྐོར་འདི་གའི་གསར་འགོད་པ་སངས་རྒྱས་རྡོ་རྗེ་ལགས་ཀྱིས་གནས་ཚུལ་གཏོང་གི་རེད།
ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་རྒྱ་གར་དང་རང་ས་ལ་བོད་ཀྱི་ཕོ་གསར་འགྲན་རྒྱུགས་ནང་ཨང་དང་པོ་དེ་རྒྱ་གར་ལོག་ཞོགས་བན་ལོ་ལིང་ཡིན་པ་ཉི་མ་ལགས་ལ་རྒྱ་གར་དོགས་ཡོད་པ་རེད།
དང་པོ་དེ་ལ་ནི་ང་རང་འཛམ་པ་འདྲི་འདོད་ལ་འཛིན་ཤོག་འཁྱེར་བའི་སྐབས་སུ་མི་ཡོད་གཙོ་བྱས་ཏེ་གཞོན་སྐྱེས་ཚོ་ལ་སོ་སོ་ཤེས་ཡོན་དང་འཕྲོད་བསྟེན་ལོ་ཡ་དེ་གཉིས་ཧང་ས་ཡ་གི་གལ་ཆེན་པོ་གཙོ་ཡོད་སོ་སོ་ཡིན་པ་ཡིན་ན་ད་རེས་ངས་སུ་དེ་ལ་འཛིན་ཤོག་འཁྱེར་ཡ་དེ་ཅེས་མིག་དཔེ་སྟོན་སྐྱེས་ཀྱི་ཆ་བ་ཡིན་ན་བསམ་གྱིས་འཛིན་ཤོག་འཁྱེར་ཡིན་ར། ཨང་གཉིས་པ་རྒྱ་གར་ལྷོ་ཕྱོགས་སྦེང་ལོར་ཉིན་ཡིན་པ་ཚེ་རིང་ཆུན་འཕེལ་དང། ཨང་གསུམ་པ་རྡ་རམ་ས་ལ་ཉིན་ཡིན་པ་བློ་བཟང་ཆུན་འཕེལ། དེ་བཞིན་གནས་འཕང་ནང་གི་ཕོ་གསར་རྫུན་ཤེས་ཀྱི་བྱ་དགའ་དེ་བློ་བཟང་ཆུན་འཕེལ་ལ་ཐོགས་ཡོད་པ་རེད།
ཅི་དང་ད། ད་རིང་ཕྱོགས་བསྡོམས་བཅས་ཚང་མ་གཅིག་ཞུ་བས་ན་ནི་དཔེ་ཚགས་ཚུགས་པོ་ཡག་པོ་བྱུང་སོང་ཨ་ནི་ང་རང་བསམ་པ་ན་བཞིན་གྱི་གཅིག་ཚང་མ་གྱི་རྒྱབ་སྐྱོར་ཡག་པོ་གནང་སོང་ནི་དཔེ་ཡག་པོ་བྱུང་སླ་འོང། ད་སྤྱི་བཏང་གི་ང་ཚོ་རྒན་པ་ཚོགས་ཀྱིས་ག་དུས་ཡིན་པ་ཡིན་ནའི་ཞུས་དེ་གོ་རེད་པ་ད་ཆུང་བ་དེ་ཚོ་གིས་ལོ་ཆུང་བ་དེ་ཚོ་བྱེད་གོ་རེད་བྱེད་གོ་རེད་ཞུས་བྱས་ཨཱ་ད་ལན་གྱི་རྒྱབ་སྐྱོར་དེ་ལ་ལྟ་བས་ན་ཨཱ་ནི་ཡིན་དང་ཡིན་ང་ཚོ་མ་འོངས་པ་ད་དེ་སྡིངས་ཆ་བོད་ཀྱི་མཛངས་པ་འདི་འདུག་དེ་ང་ཚོ་མུ་མཐུད་བྱེད་ན་ཡིན་དེ་མ་ཟད་ང་ཚོའི་གི་ད་ལས་གཞི་གསར་པ་དེ་འདས་མང་པོ་ཅིག་ང་ཚོ་དཔལ་གྱི་ཆ་ཤས་ཡོད་ལང། དཔལ་གྱི་མཛངས་པ་དང་ཕོ་སར་འགྲན་རྒྱུན་འདི་གོ་སྒྲུབ་གནང་མཁན་ཏིང་ཙི་ཀྲ་ཞིག་ལ་ནས་འདི་ལོ་ལོ་ན་གནས་ཤུགས་རྩ་སྲུང་དང། ཁོང་གིས་གོ་སྒྲུབ་འདི་འདྲ་ཤུགས་བཞེས་དགོས་པའི་དམུ་ཡུལ་གཙོ་བོ་ནི། བོད་པའི་གཞོན་སྐྱེས་ཚོ་ཡི་འཕྲོད་བསྟེན་བདེ་ཐང་དང། སེམས་ཤུགས་པར་འགྱུར། གཞོན་སྐྱེས་ཚོ་ལ་མིག་དཔེ་བཟང་པོ་ཞིག་སྟོན་པའི་ཆེད་དུ་ཡིན་ཞེས་འགྲེལ་བརྗོད་གནང་ཡོད།

རྒྱ་གར་རྡ་རམ་ས་ལ་བོད་ཀྱི་འདུས་སྒར་ཐང་ཆེན་ནས་པཱ་པ་འཇིགས་མེད་སྙན་གྲགས་དང་གསང་གི་པ་སངས་རྒྱས་རྡོ་རྗེ་གཉིས་ཀྱི་གནས་ཚུལ་སྤེལ་བ་ཡིན། སངས་རྒྱས་རྡོ་རྗེ་ལ་བཀའ་དྲིན་ཆེ།
རྒྱ་ནག་རྒྱལ་ཡོངས་ཀྱི་སློབ་ཆེན་ཁག་ཏུ་ཞི་ཅིན་ཕིན་གྱི་བསམ་བློ་ཟེར་བ་སློབ་ཁྲིད་དང་ཞིབ་འཇུག་སྐུལ་སྤེལ་བཅས་བྱས་ཏེ་རྒྱལ་ཁབ་དེའི་འགོ་ཁྲིད་ཀྱི་མིང་བགྲང་བའི་རིགས་པའི་གཞུང་ལུགས་དེ་སློབ་མ་རྣམས་ཀྱི་སེམས་དང་བསླབ་པའི་ནང་འཇགས་ཐབས་བྱ་རྒྱུ་ཡིན་འདུག། ད་ལྟ་ཉུང་མཐའ་ཡང་རྒྱ་ནག་གི་སློབ་ཆེན་ཉི་ཤུ་ཙམ་གྱིས་ཞི་ཅིན་ཕིན་གྱི་བསམ་བློའི་ཞིབ་འཇུག་སློབ་གཉེར་ཁང་གསར་འཛུགས་བྱས་ཏེ། ཉེ་ཆར་ཚོགས་ཆེན་བཅུ་དགུ་པའི་སྐབས་སུ་ཞི་ཅིན་ཕིན་གྱི་བསམ་བློ་ཟེར་བ་དེ་རྒྱ་ནག་གུང་ཁྲན་ཚོགས་པའི་སྒྲིག་ཡིག་ཏུ་གཏན་འབེབས་བྱས་ཡོད་པ་རེད། དེ་ལྟར་བྱས་པ་དེས་ཞི་ཅིན་ཕིན་ནི་རྒྱ་ནག་གི་འགོ་ཁྲིད་མཆོག་ཏུ་གྱུར་པ་ཞིག་ཡིན་པ་སྟོན་ཐབས་བྱེད་བཞིན་ཡོད་པའི་སྐོར་ཧྥ་རན་སིའི་གསར་སྤེལ་ཁང་གིས་བརྗོད་འདུག། རེས་གཟའ་ཉི་མར། རྒྱ་ནག་གཞུང་འབྲེལ་ཉིན་རེའི་གསར་ཤོག་གི་གནས་ཚུལ་སྤེལ་བའི་ནང། ཆེད་དུ་བཙུགས་པའི་སློབ་གཉེར་ཁང་དེ་དག་གིས་ཞི་ཅིན་ཕིན་གྱི་བསམ་བློ་ཟེར་བ་དེ་ཉར་ཚགས་བྱ་རྒྱུ་མ་ཡིན་པར། མི་རབས་གསར་བ་རྣམས་ཀྱིས་དེར་ཡིད་ཆེས་དང་གུས་བརྩི་ཡོང་ཐབས་སུ་ཉིན་རྒྱུན་གྱི་འཚོ་བའི་ཁྲོད་ལ་ཁ་བཏོན་ནང་བཞིན་བསྒྱུར་དགོས་ཀྱི་ཡོད་ཚུལ་བཀོད་འདུག། རྒྱ་ནག་གི་མི་དམངས་སློབ་ཆེན་གྱི་དགེ་རྒན་ཆེན་མོ་བ་ཁྲིན་ཞན་ཏཱ་ཡིས་གསར་དུ་བཙུགས་པའི་ཞིབ་འཇུག་སློབ་གཉེར་ཁང་དེར་གཞན་དང་མི་མཚུངས་པའི་འགན་ཁུར་ཞིག་ཡོད་པ་ནི་ཞི་ཅིན་ཕིན་གྱི་སྤྱི་ཚོགས་རིང་ལུགས་ཀྱི་བསམ་བློ་དེ་འཛིན་གྲྭའི་ནང་དང་སེམས་ནང་འཇགས་ཐབས་བྱེད་རྒྱུ་དེ་ཡིན་ཞེས་གསར་འགོད་པར་བཤད་འདུག་དེ་ནས་སུད་སི་གི་ནང་པར་མ་ཉེ་བརྒྱུད་ཁྲིམས་མཐུན་དེ་སྤྱི་གནང་སྟེ་ལོ་བཞི་བཅུ་འཁོར་བའི་སྐབས་དང་བསྟུན་ནས་པར་མ་སྔོན་དབུས་བཟོ་སྦྱོང་ཁང་གི་སྨན་པ་དང་ལས་བྱེད་སོགས་རི་དཀོན་ཆེན་ཁུལ་དཀོན་ལ་ཕེབས་ནས་སྒོམ་སྒྲུབ་ཀྱི་ཤེས་བྱ་སློབ་སྦྱོང་ཐེངས་དང་པོ་གནང་བ་སོགས་ཀྱི་ཐད་འདི་གའི་གསར་འགོད་པ་རབ་སྒང་ཚེ་ཕུན་ལགས་ཀྱིས་གནས་ཚུལ་ཞིབ་ཕྲ་གཏོང་གི་ཡོད། པད་མ་ཉེར་བརྒྱད་ཁྲིམས་མཐུན་དེབ་སྐྱེལ་གནང་སྟེ་མི་ལོ་བཞི་བཅུ་འཁོར་བའི་དུས་ཚོད་དང་སྟབས་བསྟུན་ཏེ་པད་མ་སྔོ་སྨན་བཟོ་གྲྭའི་སྨན་པ་དང་ལས་བྱེད་འབྲེལ་ཡོད་ཚོང་པ་རྣམས་རེབ་གོང་ཆུ་འགོའི་དགོན་ལ་ཆེད་ཕེབས་ཀྱིས་དགོན་གྱི་སྟེང་ཤོད་ཐང་མར་ཟས་སྐོར་གནང་བ་དང་ཆབས་ཅིག་ནང་པ་སངས་རྒྱས་ཀྱི་ལྟ་གྲུབ་ནས་འཕྲོས་པའི་ཨོག་ཚོང་གི་ལམ་ནས་འཕྲོད་བསྟེན་གོང་འཕེལ་གཏོང་ཐབས་ཀྱི་ཤེས་བྱ་ཐེངས་དང་པོ་སློབ་སྦྱོང་གནང་སོང། དེ་ཡང་པད་མ་ཉེར་བརྒྱད་ཁྲིམས་མཐུན་དེབ་སྐྱེལ་གནང་སྟེ་མི་ལོ་ཆེན་པོ་བཞི་བཅུ་འཁོར་བའི་དུས་ཚོད་དང་སྟབས་བསྟུན་ནས་སུད་སི་གྲོང་ཁྱེར་ཝིན་ཏུ་ཐུག་གི་ཉེ་འདབས་ཝིལ་བེ་ཀ་རས་ལྡེབས་སུ་ཕྱག་བཏེགས་པའི་རེབ་གོང་ཆོས་འཁོར་དགོན་དང་སུད་སི་གྲོང་རྡལ་ཝེ་ཙེ་ཁོང་གི་ནང་རྟེན་གཞི་བཟུང་བའི་པད་མ་སྔོ་སྨན་ཟོག་འཇོག་ཁང་ཐུན་མོང་གི་གོ་སྒྲིག་འོག་པད་མ་སྔོ་སྨན་ཟོག་འཇོག་ཁང་གི་སྨན་པ་དང་ཚན་རིག་པ་ཉམས་ཞིབ་པ་ལས་བྱེད་འབྲེལ་ཡོད་ཚོང་འབྲེལ་མི་སྣ་བཅས་ཁྱོན་བསྡོམས་མི་གྲངས་དགུ་བཅུ་ལྷག་ཙམ་རེབ་གོང་ཆོས་འཁོར་དགོན་གྱི་མདུན་ལྷན་འཛོམས་ཀྱི་ཐོག་སློབ་དཔོན་པད་མ་ལགས་ནས་དགོན་གྱི་ཕྱི་རོལ་གྱི་རི་དྭགས་ཆོས་འཁོར་དང་དུས་འཁོར་དབང་ཆེན་གྱི་དྲན་རྟེན་བདུད་འདུལ་ཆོས་སྡེ། ཀློང་ལྟར་འཇའ་ཚོན་གནས་ལྔའི་ཁྱད་ཆོས་ངོ་སྤྲོད་ཀྱིས་མཚོན་དགོན་པའི་རྟེན་བཞུགས་ཚང་མར་གཟིགས་སྐོར་གནང་རྗེས་ཚང་མ་འདུ་ཁང་ནང་ལྷན་འཛོམས་ཀྱིས་མཁན་པོ་ཐུབ་བསྟན་ལེགས་སྨོན་མཆོག་ནས་རྟེན་གྱི་གཙོ་བོ་བསྟན་པའི་བདག་པོ་ཤཱཀྱ་ཐུབ་པའི་དབུས་པའི་རྟེན་རྣམས་ངོ་སྤྲོད་གནང་བ་དང་ཆབས་ཅིག་ནང་ཆོས་ཀྱི་ལྟ་གྲུབ་ནས

ཆེད་འབྱུང་དབུགས་སྒོམ་སྒྲུབ་ཀྱི་ལམ་ནས་སྙིང་པོ་བསྟན་སྟངས་ཀྱི་ཤེས་བྱ་སྨན་བཟོ་མཁན་དང་སྨན་འཚོང་མཁན། སྨན་མཆོད་མཁན་ཚང་མས་ཤེས་པའི་ཐོག་ཁོང་ཁྲོ་ལངས་པའི་སྐབས་སུ་དབུགས་གཏོང་ལེན་གྱི་ལམ་ནས་སྙིང་པོ་བསྟན་ཏེ་ཁོང་ཁྲོ་འབོར་འཇོམས་གཏོང་དགོས་ཅེས་པའི་ཤེས་བྱ་བསླུ་བྲིད་གནང་པའི་རྗེས་ཤེས་བྱ་བསླུ་བྲིད་གནང་མཁན་རེབ་གོང་ཆོས་འཁོར་དགོན་གྱི་མཁན་པོ་ཐུབ་བསྟན་ལེགས་སྨོན་མཆོག་གུས་པ་སར་འཁོད་པའི་དགོན་པའི་སྒོ་འགྲམ་དུ་ཟུར་མཇལ་ཞུས་ཏེ། གཞུང་ཨུ་ལུགས་གཅིག་གི་སློབ་ཚན་དང་ཐེངས་འདིའི་ལྷན་འཛོམས་ཀྱི་སྐོར་ལ་བཀའ་འདྲི་ཞུ་སྐབས་ཁོང་ནས་དེ་ལྟ་བུའི་བཤད་གནང་བྱུང། དེ་པདྨ་ཉི་ཤུ་རྩ་བརྒྱད་དེ་བཟོ་སྐྲུན་གནང་ནས་ད་ལོ་བཞི་བཅུ་འཁོར་བའི་གི་དུས་དྲན་དང་སྟབས་བསྟུན་བྱས་རྗེས་ད་གཙོ་བོ་སྨན་པ་ད་ག་ནང་བཞིན་གྱི་དུས་རྒྱུན་ལྡན་གྱི་ཁོ་རང་ཚོ་ཡར་གཅིག་གི་ཚོང་གཅིག་གི་སོ་སོའི་སྨན་བཅོས་དེ་སྙེད་ཀྱི་དེ་འདྲས་གནང་ནས་ད་ནི་ད་ག་ནང་བཞིན་གྱི་འབྲེལ་ཡོད་དེ་འདྲས། བྱས་རྗེས་ཁོ་ན་ཚོ། ད་དེང་སང་ད་གཅིག་གི་ལུས་སྦྱོང་དང། ཨ་ནི་ད་ནང་བཞིན་གྱི་སྒོམ་སྒྲུབ་སྒོམ་གྱི་སྐོར་དེ་ད་དེང་སང་སྤྱི་ཚོགས་བྲལ་བ་ཚ་བོ་ཡིན་ཙང། གཅིག་ང་རང་ཚོ་མི་ཚེ་ནང་ལོགས་ལ་ཁོ་ཆོས་དད་གཅིག་པུ་མིན་པ་ཆེ། ཨ་ནི་གཅིག་གི་ལུས་སེམས་ལ་ངལ་གསོ་ཐེབས་ཡ་དང་དེ་འདྲ་ཡི་དོན་དག་ལ་གལ་ཆེན་པོ་ཡོད་ཡིན་ཙང། དེ་འདྲའི་ཐོག་ནས་ད་ཆོས་དད་གཅིག་པུ་མིན་པ་ཆེ་དེ་འདྲའི་རང་ངོའི་གནས་ཚུལ་དེ་དྲན་ནས། དེ་འདྲའི་ཅི་བཤད་ཁོ་རང་ཚོ་བཤད་རོགས་བྱས་ལབ་ཏེ་དེ་ཡིན་ངེས། ནང་པ་སངས་རྒྱས་ཀྱི་ལྟ་གྲུབ་ནས་འཕྲོས་པའི་དབུགས་འབྱུང་སྒོམ་སྒྲུབ་ཀྱི་ལམ་ནས་འཕྲོས་རྟེན་གོང་འཕེལ་གཏོང་ཐབས་ཀྱི་ཤེས་བྱ་བསླུ་བྲིད་ཕུལ་བ་བརྒྱུད་ཚང་མས་ཞེ་དྲག་མཉེས་པོ་གནང་གི་འདུག་ལ་འབྱུང་འགྱུར་འབྲེལ་བ་གོང་འཕེལ་གཏང་རྒྱུའི་རྨང་གཞི་བསྐྲུན་པ་སོགས་ཕྱོགས་གཉིས་ཀར་ཕན་ཐོགས་ཞེ་དྲག་བྱུང་ཅེས་འགྲེལ་བརྗོད་གནང་པའི་རྗེས། གཟིགས་སྐོར་དང་ཆབས་ཅིག་དབུགས་འབྱུང་སློབ་སྦྱོང་གནང་མཁན་གྱི་ཁྲོད་ནས་བུད་མེད་མི་རིའམ་གུས་པ་ས་དགོས་པའི་བཟོ་འཇལ་ཞུས་ཏེ་གཟིགས་ཚུལ་བཀའ་འདྲི་ཞུ་སྐབས

དགེ་འདུན་རྣམས་ཞེ་དྲག་ཐུགས་གཤིས་ཡག་པོ་འདུག་ལ། ཐེངས་འདིའི་བརྒྱུད་རིམ་གྱི་ཁྲོད་ནང་པ་སངས་རྒྱས་ཀྱི་ལྟ་གྲུབ་ནས་འཕྲོས་པའི་འབྱུང་བོ་སྒོམ་དྲུག་གི་ཤེས་བྱ་འདི་ངོ་མཚར་ཆེན་པོ་འདུག་ལ་མུ་མཐུད་དོ་སྣང་བྱེད་རྒྱུའི་འདོད་པ་ཤར་སོང་ལ་དགོན་པའི་སྟེང་ཤོད་ཚང་མར་ལྟ་སྐོར་བྱས་པ་བརྒྱུད་བོད་ཀྱི་ཆོས་དང་རིག་གཞུང་གི་ཁྱད་ཆོས་ཤེས་མདོག་གི་སླད་གོ་སྐབས་བཟང་པོ་བྱུང། ད་དུང་བོད་ཟས་ཞེ་མོག་དེ་སྐད་གྲགས་ཆེན་པོ་འདུག་དགོན་གཤམ་དུ་ཐད་དེ་ཞེ་མོག་ཞེ་ཁག་ཐེག་གི་ཡིན་ཅེས་འགྲེལ་བརྗོད་གནང་བྱུང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་དགའ་ཚེ་ཕུན་གྱིས་སུད་སི་གྲོང་ཁྱེར་ཝིན་ཏུ་ཏུག་གི་ཉེ་འདབས་ཝིལ་པེག་གི་རས་ལྡེབས་སུ་ཕྱག་བཏབ་པའི་རེ་ཀོང་ཆོས་འཁོར་དགོན་གྱི་མདུན་ན་བཞུགས་ཀྱི་ཡོད། རབ་དགའ་ཚེ་ཕུན་ལ་བཀའ་དྲིན་ཆེ། དེ་ནས་དེ་རིང་གི་མེ་ལོང་གི་ལེ་ཚན་ནང་དུ་རྒྱ་གར་རྡ་རམ་ས་ལར་ཡོད་པའི་བསྐལ་བཟང་བོད་ཀྱི་ཐང་སྤྲུལ་སྒྱུ་རྩལ་དར་སྤེལ་གླིང་གི་སྐོར་འདི་གའི་གསར་འགོད་པ་སངས་རྒྱས་རྡོ་རྗེ་ལགས་ཀྱིས་ངོ་སྤྲོད་གནང་བར་གསལ་གཟིགས་གནང་རོགས་ཞུ།
སྐལ་བཟང་བོད་ཀྱི་ཐང་འབྲི་གཞོན་རྩ་དར་སྤེལ་གླིང་ནས་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་སྒོ་འབྱེད་བྱས་ཡོད་པ་རེད། གཞོན་རྩ་དར་སྤེལ་གླིང་དེ་ནི་ད་བར་བོད་རིགས་གཙོ་བོ་བྱུས་པའི་མོན་པ་དང་འཇར་པན། ཐའེ་ཝན། དབྱིན་ཇི་སོགས་འཛམ་གླིང་གི་ས་ཕྱོགས་གང་སར་ནས། བྱེས་གཞོན་ཞིང་ཁའི་ཆོས་མི་གྲངས་བརྒྱད་ཅུ་གྱ་བརྒྱད་ཙམ་བྱུང་ཡོད་འདུག། སྐལ་བཟང་དཔལ་གྱིས་ཐང་འབྲི་གཞོལ་རྩ་དར་སྤེལ་གླིང་གི་དམུ་ཡུལ་གཙོ་བོ་ནས་བོད་མི་རིགས་ཀྱི་དམིགས་བསལ་ཁྱད་ཆོས་ལྡན་པའི་ཐང་འབྲི་གཞོལ་རྩ་གྱི་རིག་གནས་དེ་མི་སྣ་རྒྱུན་འཛིན་དང། ཐང་འབྲི་གཞོལ་རྩ་བ་གང་མང་ཞིག་གསོ་སྐྱོང་བྱ་རྒྱུ་དེ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག་ཐང་འབྲི་གཞོལ་རྩ་དར་སྤེལ་གླིང་གིས་ཁྱེད་གཞུང་སློབ་མ་རྣམས་ལ་ལམ་སྟོན་དང་འཚོ་བའི་མཐུན་རྐྱེན།

འོ་འདིའི་ཐོག་ནས་ད་སོ་སོའི་གི་སྒྱུ་རྩལ་གི་ལམ་ནས་ཁོ་ཚོ་ཡིན་ན་འདི་ནས་མུ་མཐུད་དུ་ཉམས་མྱོང་ཅིག་སོགས་མ་འོངས་པར་སོ་སོ་རིགས་གཅིག་རྐང་འཛིན་དགོས་ལ་ལམ་ཡང་གི་ཁུ་མིག་ཡུར་དང་རེ་བ་ཅིག་བརྒྱབ་ནས་འདི་ལ་ཕྱག་ལས་གནང་བསྡད་ཡོད་རེད། བཀའ་བཟང་བོད་ཀྱི་ཐང་འབྲིང་སྒྱུ་རྩལ་དར་སྤེལ་གླིང་གིས། ད་བར་ལི་ཀ་གེ་ཁྱེད་གཞིས་བཞུགས་ནས། ཕྱི་ནང་གང་སར་ཤོག་ངེས་ཆེན་པོ་ཕྱོགས་དགོངས་གྲགས་རྒྱས་གྱུར་ཕེབས་པའི་སྐུ་ཡི་བྱ་དོན་སྐོར།

ཀ་ཟག་བོད་ཀྱི་ཐང་འབྲི་རྒྱུ་ཚ་ད་པེ་ལེན་གྱིས་འབྲི་བཞིན་བྱིས་པའི་ཐང་ཀ་དེ་ཚོ་དགོན་པ་དང་ཚོགས་སྡེ་ཁག། དེ་བཞིན་རྒྱ་ནག་གཙོ་བོ་བཅུག་པའི་འཛམ་གླིང་གི་རྒྱ་ཁག་ཁག་གང་ས་ནས་མངགས་ཉོ་བྱེད་ཀྱི་ཡོད་འདུག། རྒྱ་གར་རྡ་རམ་ས་ལ་ཡོད་པའི་ཀ་ཟང་བོད་ཀྱི་ཐང་འབྲི་རྒྱུ་ཚ་ད་པེ་ལེན་ནི་དེང་སང་བོད་ཀྱི་ཐང་འབྲི་རྒྱུ་ཚ་དེ་ཆེ་ཆུང་བྱེད་ས་ཀྱི་ལྟེ་གནས་གཙོ་བོ་བཅས་ཆགས་འདུག་པ་བ་སི་ནག་སྟོབས་རྒྱ་དང་ས་འགུ་པ་སངས་རྒྱས་རྡོ་རྗེ་ཡིན།